དམག་དེ་འབྲེལ་བ་ཡོད་རྒྱུ་གནས་ཚུལ་ཡིན་ནར་ཡང་མིན་ད་སྤྱིར་བཏང་གི་དེ་འདྲའི་རྒྱལ་སྤྱིའི་གི་དེ་འདྲ་གི་ད་ཆབ་སྲིད་དང་འབྲེལ་བ་ཡོད་རྒྱུ་དེ་གནད་དོན་གལ་ཆེ་བོ་ཞིག་ད་ཁོ་ཉི་མ་ཉི་མ་སླེབས་བསྡད་ཀྱི་རེད། འོ་དེ་འདྲ་སོང་ཙང་ཡང་དེ་ཚོ་ཅིག་ཁོ་མ་བཤད་པ་ཤ་ཤ་ན་རྒྱ་ཆེ་རྒྱ་ཡང་དེ་ཁོ་ཏག་ཏག་མ་རྒྱ་དང་ཅིག་ཆགས་བསྡད་ཀྱི་རུ་བ། འོ་དེ་འདྲ་སོང་ཙང་ཨ་མདའ་དེ་རིང་འདི་ལ་ངས་བརྙན་ཐུང་བརྒྱ་དང་སུམ་ཅུ་དེ་བཟོ་ཡས་ཀྱི་ཅིག་ཐབས་ཤེས་ཅིག་བྱེད་བསྡད་ཀྱི་ཡོད།

ད་དེའི་ཐད་ད་ང་ཚོ་ན་ནིང་ཉིས་སྟོང་ཉི་ཤུ་རྩ་གཅིག་དུས་ཚོད་སྐབས་སུ་ད་གང་ལྟར་རྒྱ་གར་གྱི་ངོས་ནས་དེ་འདྲ་ར་ཤི་ཡའི་རྩ་ནས་ད་དེ་འདྲ་གི་ད་ར་ཤི་ཡའི་ཟས་རྒྱུད་ཀྱི་མཚོན་ཆ་དེ་ཞིག་ཞིག་ན་སོང་ང་ཚོ་ཨི་ཇི་ཀན་ཤི་ཡོ་ན་ཨ་ནི S four hundred ལ་ནི་དེ་འདྲ་གི་མཚོན་ཆ་མང་པོ་ཞིག་ཉོས་ཡིན་པ་ད་ང་ཚོ་གི་ས་མཚམས་དང་ཚོ་དཀའ་ངལ་ཤུགས་ཆེ་བ་ཡོད་སྐབས་སུ་ཨ་ནི་དེ་གང་ཟག་སྲུང་སྐྱོབ་བྱེད་ཀྱི་ཆེད་དུ་ཨ་ནི་དེ་འདྲ་ར་ཤི་ཡའི་རྩ་ནས་མཚོན་ཆ་ཞིག་ན་ཚོ་ཤི་ཡོ་ཞིག་ཉོས་ཡིན་པ་ཨ་ནི་ད་དེ་ཉོས་བ་ལ་བརྟེན་རྗེས་ཨ་ནི་གང་ལྟར་ད།

ཡང་ནི་དཔལ་འབྱོར་གྱི་ཉི་བ་བཏང་གི་རེད་ཡང་མ་རེད་བཏང་གི་མ་རེད་ལ་ཉིན་ག་ལ་དེ་འདྲི་གི་ལན་གསལ་བོ་ཞིག་གལ་ད་ལྟ་བར་དུ་རག་ཡ་མ་རེད་ཨ་རི་གཞུང་གིས་ངེད་ནས་རུ་བ་ད་མདང་དགོང་དུ་གཞི་ནས་ད་དེ་འདྲི་གང་ལྟར་ཨ་རིས་ངེད་ནས་ད་ཡང་ཉིན་རྒྱ་གར་ལ་དེ་འདྲི་དཔལ་འབྱོར་གྱི་ཉི་བ་བཏང་གི་རེད་བཏང་གི་མ་རེད་ལ་ཉེ་དེ་གང་ལྟར་དེ་དང་འབྲེལ་བ་ཡི་གེ་ཞིག་བཀོད་ལ་ཨ་ནི་ཨ་རིག་གི་གྲས་ཚོགས་ནང་ལ་གང་ལྟར་དེ་འདྲི་གི་ད་བགྲོ་གླེང་གལ་ཆེ་བོ་ཞིག་བྱས་རུ་བ་འོ་དེ་འདྲ་སོང་ཙང་ཨ་ནི་ད་དེ་རིང་ང་ཚོ་བརྙན་ཐུང་གི་གནད་དོན་གཉིས་བ་ནང་ལ་ཨ་ནི་ད་དེ་དང་དེ་འདྲ་འབྲེལ་བ་ཡི་གེ་ཞིག་བཀོད་ལ་ཅིག་བཤད་ན་བསམ་ཚོར་བ།

གལ་ཆེ་བ་དང་ཡིན་ན་འགྱུར་བ་བའི་གནད་ཀར་བཅད་ད་ད་ཁལ་མིག་སར་གླེགས་ཡིབ་འདུག་བ་ད་དོག་དོག་བཤད་བ་ན་ཨན་ད་ད་དེའི་ཆ་ལ་ད་དེ་གི་ཁར་ས་ཤར་ཡུག་རེན་གི་དེ་འདྲའི་ས་ཁུལ་གལ་ཆེ་ཤོས་ན་ད་འགྲོ་གནས་ནང་ལ་ཨན་ར་ཤི་ཡའི་དམག་མི་དང་ཡུག་རེན་དམག་མི་འཛིན་གི་ཡ་རུ་བ་འོ་དེ་གི་ནང་ལ་ཨན་ད་ད་བར་དུ་ད་དེ་འདྲའི་ད་ཡུག་རེན་གི་གྲོང་ཁྱེར་གཅིག་ཕ་ཚང་མ་ར་ཤི་ཡ་རུ་ཤོར་སྐྱོར་འགྲོ་བ་དང་ཨན་ད་གང་ད་དེའི་ནང་ནས་དེ་འདྲའི་ས་ཁུལ་གལ་ཆེ་བོ་ད་ཕ་གྲོང་ཁྱེར་བཞག་ཤོར་བ། ད་དཔེར་ན་གྲོང་གསེབ་ཆུང་ཆུང་འདྲ་བོ་དང་དེ་འདྲའི་ང་ཚོ་ད་ཁ་རོག་གྲོང་རྡལ་ཆུང་ཆུང་དུ་ད་ད་ལྟ་བར་དུ་ཕ་ཤོག་རེད་པའི་དེ་འདྲའི་གནས་ཚུལ་ཞིག་གོ་ཡ་མི་འདུག་རོ་ཨོ་དེ་གི་ཤུགས་ལ་ཨ་ནི་ད་དེའི་ཆ་ལ་ཕེ་ཕེ་གི་ནང་ལ་ཁོ་གཉིས་ཤུགས་ཆེའོ་རྫིག་ངན་ཅིག་མ་འདུག་ཨ་ནི་དེ་འདྲའི་གི་ད་གནས་ཚུལ་ཡང་གལ་ཆེ་བོ་ཅིག་ག་མིག་ས་མི་འདུག་རོ་ཨ་ནི་ད་དེ་མཉམ་དུ་ཡང་མདང་དགོང་ཐོ་བ་རང་ད་ལྟ་དེ་གི་གནས་ཚུལ་གལ་ཆེ་བོ་ཅིག་ག་ལེགས་རེད་ཟེར་ན་ཨ་ནི་ཡང་དེ་ད་ད་ང་ཚོ་ཡུག་རེན་ལྷོ་ལ་ཡི་གེའོ་དེ་འདྲའི་ཡུག་རེན་གི་གྲོང་ཁྱེར་གལ་ཆེ་བོ་མི་ཁ་ལོ་ལ་ཉེ་གི་དེ་འདྲའི་གྲོང་ཁྱེར་ཞིག་འདུག་ཨ་ནི་དེ་གི་གྲོང་ཁྱེར་དེ་ད་ད་དེ་གི་ར་ཤི་ཡའི་དོན་དག་ཁ་སང་གི་མ་ཟ་ས་རྒྱུག་གི་དེར་ཡུག་རེན་གི་གྲོང་ཁྱེར་ཀེར་སོན་ལ་ཉེ་ཡོད་ཨོ་ཨོ་དེའི་གྲམ་ཐ་ག་ནང་ལ་ཡལ། འོ་ད་ཡང་མདང་དགོང་དེ་གི་གྲོང་ཁྱེར་ནང་ལ་ཡལ་རྒྱུག་གི་དེར་ང་ཚོ་གི་ད་ཡུན་ཨིན་ཇི་ག་ནས་ཤི་ན་ཡུ་ནི་ཝར་སི་ཏི་ལ་གོ་རུ་ཨ་དེར་ང་ཚོ་གི་ད་མཐོ་སློབ་གལ་ཆུང་གཉིས་ལ་ཡང་གོ་ནས་མདང་དགོང་དུ་ར་ཤི་ཡའི་དེ་འདྲ་གི་ཡང་བམ་ཡིན་ན་ར་ཡང་མ་ནི་མེ་ཤུགས་བུམ་ཐང་དེ་འདྲ་ཞིག་ཡིན་རྗེས་ཨ་གཏོར་སྐྱོན་ཤུགས་ཆེན་པོ་ཞིག་བཏང་ཡ་ཅིག་ཕྱག་བདེ་ཤར་ཨོ་ཨོ་ད་དེ་མདང་དགོང་དང་ད་དེ་རིང་གི་ནང་ལ་དེ་འདྲ་གི་ཡང་གནས་ཚུལ་གལ་ཆེ་ཤོས་ཤིག་རེད་ཤར་ཨོ་ད་རྡོག་རྡོག་བཤད་བ་ན་ཨ་ནི་ར་ཤི་ཡའི་ངེས་ནས་དེ་འདྲའི་ད། མི་དམངས་དཀྱིལ་དམག་གི་དེ་ལས་མི་དམངས་དཀྱིལ་དམག་དེ་ས་གི་ད་ང་ཚོ་ཐོག་བརྩིགས་ཁང་ཅན་ཡིན་ནར་ཡང་མ་ན་དེ་འདྲ་གི་ད་གང་ལྟར་དམག་མི་དང་འབྲེལ་བ་མེད་རྒྱུ་དེ་འདྲ་གི་ད་ང་ཚོ་ཐོག་བརྩིགས་ཁང་ཅན་ཡང་མ་ན་དེ་འདྲ་གི་ང་ཚོ་ད་འདུ་འཛོམས་མི་དམངས་འདུ་འཛོམས་ཤུགས་ཆེ་ཆེ་བྱེད་ས་འདུག་ན་གཏོར་སྐྱེན་བཏང་ང་དེ་ད་རུང་ཡིན་ན་དེ་འདྲ་གི་མུ་དེ་བྱས་མ་འདུག་ཨ་ནི་མཚམས་ཀྱི་ཁལ་བཞག་གི་མི་འདུག་རོ་འོ་དེ་འདྲ་སོང་ཙང་ཨ་ནི་ད་གང་ལྟར་ཐད་ཀར་ད་ད་ལྟ་བར་དུ་ང་ཚོ་ར་ཤི་ཡའི་དང་ཡུག་རེན་གཉིས་གི་དམག་དེ་འདྲ་ཞིག་ད་ག་འགྲོ་བ་འགྲོ་བ་བྱས་ན་ཨ་ནི་ད་གང་ལྟར་ད་ད་བར་དེ་འདྲ་འགྲོ་བ་ཞིག་རེད་ཤག་རོ།

ཨ་མདོ་ད་ལྟ་ང་ཚོ་ད་ར་ཤི་ཡའི་ནང་ཡུཀ་རེན་དུ་ཡུཀ་རེན་གྱི་དམག་དེ་འགོ་བཙུགས་བ་ནས་བཟུང་རྗེས། ཨ་ད་ལྟ་ནུབ་ཕྱོགས་རྒྱལ་ཁབ་ཡུ་རོབ་དང་ཨ་རི་དེ་ཚོ་ངེས་ནས་ཕ་ཡུཀ་རེན་ལ་རྒྱབ་སྐྱོར་ག་རེ་ག་རེ་བྱས་རེད། ཨ་ནི་དེ་གི་རྒྱབ་སྐྱོར་དེ་གི་ཁྲིད་ནས་ཡུཀ་རེན་ལ་ག་ཚོད་ཅིག་ཕི་གེ་ཕན་ཐོགས་གི་རེད་ཟེར་བ། ཨ་ནི་དེ་གི་མཉམ་དུ། ད་ལྟ་ཡུཀ་རེན་ལ་རྒྱབ་སྐྱོར་བྱེད་ག་ཚོད་ད་ཤུགས་ལ་ག་འདྲ་ཕ་ར་ཤི་ཡའི་ལ་ད་ག་འདྲ་དཀའ་ངལ་ཤུགས་ཆེ་བོ་ཞིག་སྤྲད་ཅིག་ཆགས་ཀྱི་ཡོད་རེད་བ། འོ་དེ་དཀའ་ངལ་སྤྲད་བ་ནང་བདག་གི

ཡུ་རོབ་ག་ས་དེ་ཡུཀ་རེན་ལ་རོགས་པ་བྱེད་ཀྱི་ད་ལམ་པ་དང་མ་སོང་ན་ལམ་པ་གལ་ཆེ་ཆེ་གཉིས་ཡར་ཞུ་བ། ད་པ་ར་ཤི་ལ་ཉེ་བ་བཏང་ན་དེ་ཁོ་ཚོ་ག་རེ་བྱེད་ལ་ན་ད་དེ་ག་ལ་གང་ཚ་མ་ཚོ་ཚང་མ་འགོ་ཚེ་ཡར་འགྲོ་རྒྱུ་རེད་རུ་བ། ད་དེ་ག་རེ་ས་ན་པ་དཔལ་འབྱོར་གྱི་ཉེ་བ་དེ་བཏང་དེ་གས་རུ་བ་ད་དཔལ་འབྱོར་ཉེ་བ་ཤུགས་ཆེ་བོ་ཞིག་བཏང་རུ་བ། ཨ་ནི་དེ་མཉམ་དུ་ཚུགས་རུག་ཡུཀ་རེན་ལ་རོགས་པ་ག་རེ་བྱེད་ལ་ན་ད། གང་ལྟར་བལྟས་ཏེ་འཚེམ་ཆ་མང་པོ་ཞིག་བཏང། ཨཱ་ནི་ད་དེ་སྙམ་དུ་སྤྱིར་བཏང་གི་ང་ཚོ་བོད་དག་དཔལ་འབྱོར་གྱི་ཐོག་རིན་ཐང་དེར་རོགས་པ་དང་བྱེ་ཡར་འདེགས་ན་གལ་ཆེ་ཤོས་དེ་འཚེམ་ཆ་མང་པོ་ཞིག་ཕར་ཡུག་རན་བཏང་ཡང་ཆགས་ཀྱི་རུ་བའོ། དེ་འདྲ་སོང་ཙང་ཨཱ་ནི་ད་དེ་གི་ལམ་པ་གཉིས་དེ་ད་རྡོག་རྡོག་ད་དེའི་ཆ་ལ་ནུབ་ཕྱོགས་རྒྱལ་ཁབ་ཀྱི་ངད་ནས་ད་གང་ལྟར་ར་ཤི་ཡ་ཏག་ཏག་བཟོ་ཡས་ཀྱི་དེ་འདྲའི་ད་ལག་ཆ་གཙོ་བོ་གཉིས་དེ་ཆགས་ཀྱི་རུ་བ། ད་ང་ཚོ་གནད་འགག་དེ་ག་རེ་འགོ་ཚུགས་རེད་ཟེར་ན། ཨཱ་ནི་ད་དེ་གི་ལག་ཆ་གཉིས་དེ་གི་ར་ཤས་ཏག་ཏག་བཟོ་ཐུབ་འི་རེད་ཐུབ་འི་མ་རེད་ལ་ནི་དེ་གོ་ཚོད་རུ་ཨོ། ད་ད་པ་ང་ཚོ་དཔལ་འབྱོར་གྱི་ཉི་བ་དེ་ལ་བལྟ་རུ་ཨོ། ད་དཔལ་འབྱོར་གྱི་ཉི་བ་དེ་བལྟ་རྗེས་གང་ལྟར་ད་གང་ལྟར་ཁ་ལོ་དེ་འདྲས་ཨ་རི་ཡིན་ན་རེད་ཡང་མ་རེད་ཡུ་རོབ་རྒྱལ་ཁབ་སོ་སོ་ཡི་ཕ་གང་ལྟར་ར་ཤས་ལ་དཔལ་འབྱོར་ཉི་བ་ཤུགས་ཆེ་ཤོས་བལྟ་རྗེས་ཨ་ནི་གང་ལྟར་དེ་ཕི་གི་ནང་ལ་ད་ར་ཤས་ནང་ལ་རྒྱུག་ར་ཤས་སྲིད་འཛིན་པུ་ཏིན་ཡིན་ན་རེད་ཡང་མ་རེད་ར་ཤས་ད་རྒྱལ་ཁབ་ཁྱེན་ཡོང་ཁོ་རང་ད་རྦད་དེ་ཁ་ལོ་དེ་འདྲས་ཧང་སང་རེད་བཟོ་ཨེ་གི་དེ་རེད་ཐབས་ཤེས་དེ་བྱེད་རུ་ཨོ་དཔལ་འབྱོར་ཉི་བ་ཞེ་བོ་ཞིག་བལྟ་འཇེ་རུ་ཨོ། ད་ཡིན་ན་ངའི་གནས་ཚུལ་གི་དཔལ་འབྱོར་གྱི་ཉི་བ་དེ་གི། ད་ར་ཤི་ཡ་ད་ཕ་ཤ་ཤོར་བ་ད་ཁོ་ཚོ་གས་ཤི་ཡ་ད་པུ་ཀྲིང་ཏག་ཏོག་ཟེར་ཤི་རུ་བ་ཨ་ནི་པུ་ཀྲིང་ལ་དེ་གི་ངའི་གནས་ཚུལ་གི་དེ་འདྲ་གི་ད་ག་རེ་ཤུགས་རྐྱེན་ཞིག་གས་སྤྲད་ཐུབ་ཡ་མ་ལ་ད་ཁོ་རང་གི་ལ་ཡ་ཆ་འགྲོ་བ་དོག་དོག་ཤི་ཡ་བ་ན་དཔེར་ན་ང་ཚོ་ག་ལ་བ་ད་ད་ན་ཟ་གཏང་ས་དེ་ར་ཅིག་ཞུ་ཐུབ་བ་ན་ད་ཁོ་ག་ལ་གང་བསམ་ཅིག་ཁོ་ག་ལ་བ་ད་བསམ་བློ་གཏང་ཡ་ད་ཆ་གི་རུ་བ་འོ་དེ་གྲོགས་ཀྱི་ད་ལས་གས་དགོས་ཆི་ཐུབ་ཡ་མ་ལ་པུ་ཀྲིང་ལ་རོ་ལ་གི་རུ་བ་ད་དེ་ག་རེ་ཟེར་ན་དཔེར་ན་ཆ་ཤས་ན་ང་ཚོ་གི་ད

འཛམ་གླིང་རྒྱལ་སྤྱིའི་གི་དེར་ཚོགས་པ་གས་ཆོག་ཨ་ནི་བློན་པོ་ཁ་ཟེར་ད་ངས་དེ་མིང་ཐོས་པ་བྱས་ཏེ་བློན་བློན་བློན་པོ་ཏོ་ཞིག་ཡིན་བསམ་གྱི་འདུག་བ་འོ་དེ་གི་ཚོགས་པ་དེ་གི་ད་གང་ལྟར་དེའི་ཁར་ས་ཉིས་སྟོང་ཉི་ཤུ་རྩ་གཅིག་དང་ཨ་ནི་ཉིས་སྟོང་ཉི་ཤུ་རྩ་གཉིས་གི་ནང་ལ་ཨ་ནི་ད་དེ་ལ་ར་ཤི་ཡའི་ངོས་ནས་སྣུམ་དང་གས་སོང་རྗེས་ཨ་ནི་རྒྱ་ཁབ་ལ་དེ་ཡོང་ཁུངས་ག་ཚོད་ཡོང་མིན་སྐོར་ལ་ཁོང་ཚོ་གི་དེ་འདྲའི་ཨ་ཕི་གའི་ཏང་ག་ཚོ་སྙན་ཐོ་རོ་ཞིག་ཨ་བསྟན་ཡོད་རུང་བ་འོ་དེའི་སྙན་ཐོ་དེ་ལ་ལྟ་བའི་སྐབས་སུ་ད་རྡོག་རྡོག་བཤད་འོ་ན་ད་གང་ལྟར་ང་ཚོ་གར་ས་ཉིས་སྟོང་ཉི་ཤུ་རྩ་གཅིག་དང་ཉི་ཤུ་ཉི་ཤུ་རྩ་གཉིས་དེ་གཡུག་ཞོར་རུ་ཨ་དམག་དམར་ཤོག་རིགས་ལྔས་དང་དམག་ཤོག་རིགས་བརྒྱད་ལ་ཨ་ནི། ཁ་ཁ་ས་ང་ཚོ་དེ་ཡོང་འབབ་ག་རེ་མང་ག་མིན་ལ་ཁོང་ཚོ་ལྟ་ཡས་ཞོར་ཨ་ད་ལྟ་བའི་སྐབས་སུ་ཅི་ད་ང་ཚོ་གི་བསམ་བློ་གཏོང་སྟངས་ཆགས་ཤོར་ཡས་ན་ཨ་ནི་དམག་ཤོག་ས་རིགས་བརྒྱད་ལ་ད་ད་ར་ཤི་ཡའི་ཡོང་འབབ་དེ་ཞོ་སྐྱུར་རུ་འགྲོ་ཡས་དང་ཨ་ནི་གང་ལྟར་ཡོང་འབབ་དེ་ཞོ་ཉུང་རུ་འགྲོ་ཡས་ཡིན་པ་དེ་ང་ཚོ་གི་ཚེ་དཔག་དེ་བྱེད་ཀྱི་ཡས་རོ་ཨ་ད་དེ་ག་རེ་ཟེར་ན་ཨ་ནི་ཨ་རི་དང། ད་ལྟ་ཡུ་རོབ་རྒྱལ་ཁབ་དེ་ཚོ་གིས་ད་ར་ཤི་ལ་དཔལ་འབྱོར་གྱི་ཉིན་བ་ཞི་བ་ཞིག་བཏང་ཡ་རུ་བ། ད་ཡིན་ན་ངའི་གནས་ཚུལ་དེ་ད་དེ་གི་ཚོགས་པ་དེ་གིས་ད་ལྟ་བློན་པོ་བློན་འབག་ལ་ཉེ་དེ་གིས་ད་སྙན་ཐོ་ནང་ལ་ལྟ་ཡོད་སྐབས་སུ། ཨ་ནི་ར་ཤི་ཡ་དེ་ད་སྣུམ་དང་དེ་བཙོང་བཅད་ཁ་ལོ་ང་ཚོ་གི་ད་ཡོང་ཁུངས་ཡིན་ན་ཡ་མ་ཁེབས་སང་དེ་དམག་ཤོར་ཚར་རེ་རྗེས་ལ་མ་ང་བྱུང་ཤ་ལོ་རེད་བས། རོ་ཨ། འོ་དེ་གི་ཤུགས་ལ་ད་དོག་དོག། ད་ནི་ཡུ་རོབ་རྒྱལ་ཁབ་དང་ཨ་རི་དེ་ཚོས་ཕ་དཔལ་འབྱོར་ཉིན་བ་ཞི་བ་གཏང་རྒྱུ་དེ་གི་ཕ་སྤུ་གྲིང་ལ་གས་ཁུག་ད་པའི་ཤུགས་རྐྱེན་ཞིག་སྤྲད་ཐུབ་ཡས་མ་རེད་རོ་ཨ། ད་ཅི་སྟང། ཤུགས་རྐྱེན་དེ་ད་ཁོ་མ་འོངས་པ་ཕུགས་རྒྱང་རིང་པོ་ལ་སྤྲད་དེ་ད་སྤྲད་སྲིད་གི་རོ་ཨ་ད་ང་ཚོ་ཕུགས་རྒྱང་རིང་པོ་རོ་ཨ། ཡིན་ན་ཡང་ད་དེའི་ཆ་ལ་གས་ཆེ་ཤེས་དེ། ད་ལྟ་རང་སྤུ་གྲིམ་ལ་དེ་ཤུགས་རྐྱེན་དེ་སྤྲད་དགོས་ཡ་ད་དེ་ཟེར་ལ་དཔེ་ཡོད་རུ་བ་དཔེར་ན་ང་ཚོ་ན་བཟའ་དང་མ་སོང་ན་ན་བཟའ་ད་ག་ན་བཟའ་ད་ག་རང་ལ་ཅིག་ཕྱི་བསྟུ་བ་ཡིན་ན་ཨ་ནི་ཁོ་ཅིག་བྱས་མ་འདུག་ཨ་ནི་ན་བཟའ་ན་བཟའ་དེ་ཞག་མ་ཕྱིན་ན་ཡང་སྨྲེང་དེ་དེ་ཁོ་ལོག་ག་རུ་ཟགས་ཡོང་བ་ན་ཨ་ནི་ཁོ་ལམ་སང་དེ་ན་བཟའ་དེ་སྐྱེལ་ཐུབ་གི་མ་རུ་བ་འོ་དེ་ནང་ལྟར་གི་ད་རྡོག་རྡོག་སྤུ་གྲིམ་གི་ན་བཟའ་ཁེ་ས་ད་ག་རང་ལ་ཁོ་ཚོ་གི་ད་ལས་ཁེ་ཕྱི་བསྟུ་ཡོད་མ་རུ་བ་ད་རྡོག་རྡོག་བཤད་བ་ན་ར་ཤི་ཁ་ས་དེ་ཡུ་རོབ་དང་ཨ་རི་དེ་ཚོ་གི་ད་ལས་དཔལ་འབྱོར་གི་ཉེ་བ་ཤུགས་ཆེ་བོ་ཞིག་བཏང་རྗེས་ཨ་ནི་སྤུ་གྲིམ་དམག་མཚམས་བཞག་གས་དེ་འདྲ་ཅིག་བཟོ་ཡ་ཆ་ཤི་ཆེར་དེ་དེ་རྩ་བ་ཉིད་ལ་བྱུང་ཡང་མི་རུང་བ། དེ་མ་བྱུང་གི་ཚབ་ལ་ཨ་ནི་ད་རུང་ཡང་བལ་འདི་ཁ་ལོ་བལྟ། ར་ཤི་ཡའི་ཡོང་ཁུངས་དེ་སྔར་ལས་མང་ཡང་དང་ཨ་ནི་སྔར་ལས་བལ་འདི་ཁེ་བཟང་མང་ཡང་ཡོད་དེ་འདྲའི་སྐད་ཆ་ཅིག་བཤད་ཡི་འདུག་བ། ཨ་ནི་ད་དེ་མཉམ་དུ་གལ་ཆེ་ཤེས་ཤིག། ད་ད་དུས་ཤར་ལ་ཕ་ར་ཤི་ཡ་ལ་དཔལ་འབྱོར་ཉེ་བོ་བཏང་རྗེས་ཕས་ར་ཤི་ཡའི་དཔལ་འབྱོར་ཞི་བོ་རྐུབ་རྡིབ་སྒྲོལ་དང་ཨ་ནི་ཞི་བོ་གྱོང་གིན་ར་ཡི་ཚབ་ལ་ད་ཚུར་ཡུ་རོབ་དཀའ་ངལ་ཞི་བོ་འཕྲད་ཡིག་ད་ཉེན་ཁ་ཞི་བོ་ཅིག་ལ།

ད་རུང་དེ་ཉེས་བ་བཏང་ཐུག་གི་ཡོད་མ་རེད་ཁ་ལོ་བ། དེ་ཉེས་བ་བཏང་ང་ཡིན་ན་ཨ་ནི་ཡུ་རོབ་མཁྱེན་ཡོང་ཁོ་རང་ན་ར་དེ་འདྲའི་དཔལ་འབྱོར་གྱི་གྱོང་གུན་ཤུགས་ཆོད་དེ་བས་ཨ་ནི་རྦད་དེ་གང་ལྟར་ཡུ་རོབ་མཁྱེན་ཡོང་ཁོ་རང་ད་དེ་འདྲའི་རྦད་དེ་དཔལ་འབྱོར་གང་ནས་རྐུབ་ཤུགས་ཆོད་དེ་བས་དེ་རིང་ཉེས་ཁ་ཡོད་བ་སོང་ཙང་ཨ་ནི་ཁོང་ཚོས་གས་བཏང་ཐུག་ཡོད་མ་རེད་བ་འོ་དེ་འདྲ་སོང་ཙང་ཨ་ནི་ད་བོད་རྒྱ་དམག་ཤོར་གི་ཡོད་ན་ད་རུང་ཡང་ད་དེ་ཡུ་རོབ་ནང་ལ་དེ་རྒྱ་ཁབ་མང་པོ་ཞིག་ཨ་ནི་ད་རུང་ར་ཤི་ཡ་ཚོ་ནི་གས་བཏང་དེ་ཚོ་མང་པོ་ཤོར་ཉོ་བས།

ད་བཀག་བྱ་ཐ་དེ་ཆ་ལ་རུ་བ་ད་ཅི་དང་ལ་ཡ་ཆ་འདང་ཅི་འདང་དིན་པ་གི་ཚེ་ཉི་ཤུ་རྩ་གཅིག་ཚོ་ཚོ་གོ་ཆིག་ལ་གི་ཡར་དེ་ཡིན་ན་ད་དེ་ཆིག་གི་ཡེ་དང་མེ་དེ་ཐ་དེ་ཆ་ལ་དོག་པ་ཞིང་ལ་འདེ་རུ་བ་འོ་ད་དེ་ཚོ་བཀག་ལ་བསྟན་རྗེ་ད་ཐ་དེ་ཆ་ལ་ད་ཡུ་རོབ་མཁན་ཡོང་ཁོ་རང་ན་ལ་ད་པད་དེ་ཉེན་ཁ་ཞི་བོ་ཆ་ལ་ལེགས་ཡེར་ད་པད་དེ་ཁ་ལོ་ང་ཚོ་ཡི་ད་པད་དེ་དཔལ་འབྱོར་གི་གྱོང་གུན་དེ་པད་དེ་ད་ཆེ་རུ་འགྲོ་རྗེ་ཨ་ད་ཁ་ལོ་ང་ཚོ་ཡི་ད་རྒྱལ་ཁབ་ཁོ་རང་རྦད་དེ་མཁྱེན་ཡོང་ཁོ་རང་རྦད་དེ་དཀའ་ངལ་ཞི་བོ་ཞིག་འཕྲད་ཀྱི་ད་ཉིན་ག་ལ་ཞི་བོ་ཞིག་ཨ་ལས་དེ། དཔེར་ན་ཆ་བཞག་འོ་ན་ད་ད་ལྟའི་ཆར་ད་ལྟ་ཧང་ག་རིའི་ནང་ལ་ད་རྦད་དེ་ད་ལྟ་ང་ཚོ་གི་སྣུམ་དང་གས་དེ་འདྲ་འབྲེལ་བ་ཡོད་རྒྱུ་ད་ཚོང་དེ་རྦད་དེ་ད་ཨེ་ང་ཚོ་ཨི་འཇིག་ག་ལ་ཞེན་ཨི་མར་ཇན་སི་བཏང་སེང་ལ་ད་རྫ་དྲག་དེ་ཟེར་ལ་གླེ་ཤག་ཟེར་ད་ཁོ་ཚོ་གི་ཁྱབ་བསྒྲགས་བྱེད་ས་ལ་ཞུགས་ངེས་ན་རེད་བ་ད་དེ་ག་རེ་ཟེར་ན་ཡུ་རོབ་ནང་ལ་ཆ་བཞག་འོ་ན་ཧང་ག་རིའི་དེ་ཨ་ནི་ཕ་ད་ར་ཤི་ཡའི་ལ་ཤུགས་ཆེ་ཤོས་དེ་ནི་དེ་རྒྱལ་ཁབ་ཅིག་ཆགས་དེ་རེད་རོ། འོ། དེ་འདྲ་སོང་ཙང་ཨ་མདའ་ད་དེའི་ཆལ་ཕ་ར་ཤེས་ལ་དཀའ་ངལ་དེ་ཚབ་ལ་ད་ཚུར་ཡུ་རོབ་དེ་ད་དཔལ་དེ་དཔལ་འབྱོར་དཀའ་ངལ་ཤོར་ཅིག་སླེ་དཀའ་ངལ་ཤུགས་ཆེ་བོ་ཅིག་སླེ་ཉེན་ཁ་ཅིག་སླེ་དེ་རོ། ད་དཔེར་ན་ཆ་བྱའོ་ན་དཔེར་གཞི་ཡག་ཤེས་དེ། ད་ནམ་གྱི་དུ་ང་ཚོ་ད་ག་དུས་ཡིན་པ་ན་ཕ་ཆེ་ཨ་རིག་གི་གྲོ་ལོར་དེར་ཡུ་རོ་དེ་རྫ་མཐོ་བ་ཡིན་ན་དེ་ཡག་ཤེས་དཔེར་ན། ཡུ་རོ་གཅིག་ཡུ་རོ་བཅུ་ལ་ཕ་ཆེ་ཨ་རི་གི་འགྲོ་ལོ་བཅོ་བརྒྱད་དེ་འདྲ་ལེགས་ཡིན་བསམ་ཟེར་བ། ད་ད་ལྟའི་ཆར་གཞི་ནས་ཡུ་རོ་དང་ཨ་རི་འགྲོ་ལོ་གཅིག་གཅིག་པ་ཆར་ད། ཡུ་རོ་གཅིག་ལ་ཨ་རི་འགྲོ་ལོ་གཅིག་ཨ་རི་འགྲོ་ལོ་གཅིག་ལ་ཡུ་རོ་གཅིག་ཆར་བ། འོ་དེ་གི་ཤུགས་ལ་རྡོག་རྡོག་བཤད་བ་ན་ད་ཡུ་རོབ་ནང་ལ་དཔལ་འབྱོར་གི་ད་གྱོང་གུན་ཞེ་བོ་ཞིག་ཐིག་བ་དེ་གསལ་བོ་གསལ་རྐྱང་ཆགས་ཆར་བ། ཨ་ནི་དམིགས་བསལ་གི་ད་ལྟ་ཡུ་རོ་གཅིག་དང་ཡུ་རོ་དང་ཨ་རི་འགྲོ་ལོ་གཉིས་གཅིག་པ་ཆགས་ཡས་ལ་ཉེ་གི་དེ་འདི་ད་དེ་ཚོ་དེ་ལོ་ཉི་ཤུ་གི་རྗེས་ལ་ད་ད་གཞི་ནས།

རྒྱལ་ཁབ་མང་པོ་ཞིག་ད་རྒྱལ་ཁབ་མང་པོ་ཞིག་རྒྱལ་ཁབ་ཕལ་ཆེ་བའི་ནང་ལ་ད་དེ། དཔེ་ཞག་གི་རྫ་དེ་མ་ཞོ་སྐྱུ་རུ་བྲོས། ཡང་མ་ད་ཟས་སོང་དུ་སྒོང་ཞོ་ཕར་བྲོས། རུ་བ་ཨ་ནི་དམིགས་བསལ་གྱི་སྣུམ་དང་གས་སོགས་དུ་སྒོང་ཕར་ཡིན་ད་ཁོ་རྒྱལ་ཁབ་ཚང་མ་ལ་ཆགས་ཡོད་རུ་བ་ཨ་ནི་དམིགས་བསལ་ཡི་ད་ཨ་རི་ནང་ལ་ཡང་དེ་ཞོ་ཕར་བྲོས་ཡོད་དང་ད་དེ་གི། དཔེ་དེ་ཟས་སོང་སྒོང་ཕར་ཡ་དང་དེ་གང་ལྟར་དཀའ་ངལ་དེ་ཞོ་འཕྲད་ཀྱི་ཡར་དེ་ཡིན་ན་ཡང་ད། ང་ཚོ་ཡི་ད།

ཞེས་བཤད། ད་དེ་བཤད་བ་ནང་བདག་གི་ལག་ལེན་ལ་ལས་འདུག་ཨ་ནི་ག་སང་མ་ཕུ་ཀྲིན་སྐད་ཆ་གར་བཤད་ལ་ན། ད་ཁྱེད་ཚོ་ཡུ་རོབ་དང་རྦད་དེ་ནུབ་ཕྱོགས་རྒྱ་ཁབ་སུ་ང་ཚོ་རྒྱ་ཁབ་ཚོས་ང་ཚོ་ལ་ཞི་བུ་དཔལ་འབྱོར་ཉེས་བ་བཏང་གི་འདུག་བ་ཟེར་བ། ད་ཡིན་ན་ངའི་གནས་ཚུལ་མྱང་ཉེས་དེ་ཁྱེད་ཚོ་རེད་ལ་ཉི་ཟེར་སྐད་ཆ་ཞིག་བཤད་རོགས་ཨ། འོ་དེ་བཤད་བ་ནང་བདར་གི་ད་ད་དུས་ཚོད་ལ་དེ་འདྲའི་ག་ང་ཞིག་ཡོང་བསྡད་འདུག་རོགས་ཨ། འོ་དེ་འདྲ་སོང་ཚོ་ཨ་ནི་ད་གང་ལྟར་ད་ལྟ་བར་དུ་ཨ་ནི་ད་ར་ཤི་ཡེ་དང་ཡུག་རེན་གཉིས་ཀྱང་ཨ་ནི་དེ་འདྲའི་ག་རོ།

ཨ་ནི་ཕ་དཔལ་འབྱོར་གྱི་ཉེས་བ་དང་ཡང་དེ་གི་ཡང་སྙིང་སྤུ་ཀྲིང་ལ་ཕའི་ཁྱད་པར་ཞིག་བཟོ་གི་ཡ་རེད་བཟོ་གི་ཡ་མ་རེད་ཟེར་བ། ཨ་ནི་དེའི་ཁྱད་པར་བཟོ་ཡི་མེད་བ་ཡིན་ན་ཨ་ནི་དེ་ཆོ་མི་འདོད་ལ་རེད་བ་ད་ཕ་ཁྱད་པར་བཟོ་ཡའི་ཚབ་ལ་ཚུར་དཀའ་ངལ་ཞོ་ཞིག་སྤྲད་ཡི་འདོད་ལ་རེད་བ། འོ་དེ་འདྲ་སོང་ཙང་ཨ་ནི་ཡང་བསམ་བློ་ཞན་མ་ཞིག་བཏང་དགོས་ལ་རེད་བ། ད་ཡང་བསམ་བློ་ཞན་མ་བཏང་དགོས་ལ་ཡོད་སྐབས་སུ་ཡང་དཔལ་འབྱོར་ཉེས་བ་དེ་མཚམས་བཞག་ཚེ་གལ་ལ་གི་ཡ་མ་རེད། རྡོག་རྡོག་བཤད་འོ་ན་ཨ་ནི་དཔལ་འབྱོར་ཉེས་བ་ཞིག་བཏང་ཡ་ན་རྦད་དེ་ཤུགས་ཆེ་ཞིག་བཏང་དགོས་ལ་གལ་རེད་བ། འོ་དེ་གཅིག་ལ་རེད་བ། ཨ་ནི་ཡང་རྦད་དེའི་ཁ་ལོ་དེ་འདྲས།

དེ་ཚེ་ཉེའུ་ཤི་ཡོད་རོ་དེང་ག་ལེ་ཡས་ཀི་ད་དེ་དེ་ཚེ་ལེ་གེ་རོ་བ་འོ་དེ་འདྲ་སོང་དེ་ལ་དཔེ་ཡོད་ཡང་ཕི་ཡའི་གྲ་སྒྲིག་ཅིག་མ་བྱས་ན་རྒྱལ་སྤྱི་ཅག་ག་ང་ཁྲེ་ཡས་ཀི་དེ་འདྲ་ཅིག་ཨ་ཉེན་ཁ་ཅིག་ཡ་རེ་ས་ཁོ་རང་གི་ལ་ཡིད་དུ་རུ་བ་འོ་དེ་འདྲ་སོང་ཚོ་ཨ་མི་ད་གང་ལྟར་ཧ་ར་ཤི་ཡའི་དང་ཡུག་རེན་གི་དམག་གི་ཁོ་ལ་ཡིན་ན་རེ་ཡང་མ་ནི་དེ་རིང་ང་ཚོ་བརྙན་ཐུང་གི་གནས་བརྟན་དང་པོ་ཁོ་ལ་ད་དེ་འདྲ་འགྲོ་བ་ཅིག་ཨ་ཆག་དེ་ཡིད་དུ་རུ་བ།

ཨ་རིག་གིས་ངས་ནས་རྒྱ་གར་ལ་དཔལ་འབྱོར་གྱི་ཉེས་བ་བཏང་གི་རེད་བཏང་གི་མ་རེད་འདི་ད་ལྟ་མི་མང་པོ་ཞིག་དོགས་པ་ཞུ་ལེ་རུ་བ་ཨ་ནི་དམིགས་བསལ་མཁས་དབང་མང་པོ་ཞིག་འདི་ག་ནང་བགྲོ་གླེང་ཤུགས་ཆེ་བོ་བྱས་ཅིག་གླེགས་ཡས་རུ་བ་ད་དཔེར་ན་ཤ་ཞེས་བ་འདི་ད་འདི་ག་རེ་ས་ད་རྒྱ་གར་དང་གནས་སྟངས་གཅིག་པ་རུ་ཤ་ཞེས་བ་ཡིན་ན་དཔེར་ན་ཏར་ཀི་གིས་ངས་ནས་ཨ་རི་འདི་ད་འདི་གི་ར་ཤི་ཡའི་ཙམ་དེ་འདྲ་ཨེས་ཧྥོ་ཧན་ཏེ་ད་དེ་འདྲ་རྒྱ་གར་གིས་ཉོས་བ་དེ་སེམས་ཅན་གཅིག་པ་གཅིག་ཀྱང་ཏར་ཀི་ཡང་ཉེས་ཡས་རུ་བ་ད་དེ་ཉེས་བ་ལ་བརྟེན་རྗེས་ཨ་ནི་ཨ་རིག་གིས་ངས་ནས་ཏར་ཀི་ལ་དེ་འདྲ་གི་ད་དཔལ་འབྱོར་གྱི་ཉེས་བ་དེ་འདྲ་བཏང་ཡས་རུ་བ་ཨ་ནི་དམིགས་བསལ་ཡི་ག་ལ་རུ་ས་ད་འདི་གི

རེ་ཞིག་ཙམ་ཚན་ཆ་ཉེ་རྒྱུགས་དེ་དང་འབྲེལ་བ་རྒྱུགས་སྐོར་ལ་ཨ་ནི་ད་ཡང་ནི་ང་ཚོ་ཨ་རིག་གི་ངེས་ནས་དཔལ་འབྱོར་གྱི་ཉེ་བ་བཏང་གི་འདུག་བཏང་གི་མི་འདུག་ལ་ནི་སྐོར་ལ་ཁོང་ཚོ་ཨ་ནི་བོད་ཡིག་ནང་ད་དྲི་རྩོམ་དང་བགྲོ་གླེང་ཤུགས་ཆེའོ་ཅིག་བྱས་ཆགས་ཀྱི་རུང་བ་ད་དེ་ཕྱིའི་སྐབས་སུ་ད་དོག་དོག་བཤད་བ་ན་གང་ལྟར་ད་དྲི་རྩོམ་ནང་ལ་དེ་འདི་ཨ་རིག་གི་ད་ང་ཚོ་ཆབ་སྲིད་ཚོགས་པ་གཉིས་ཅག་གི་ངེས་ནས་ད།

གསལ་བོ་གར་བྱེད་རེད་ཟེར་ན་ཨ་ནི་ད་ད་ལའི་རྒྱ་གར་གྱི་ངན་ན་དེ་འདྲའི་ར་ཤི་ཙམ་མཚན་ཆ་ཉན་རྒྱུ་དེ་ལ་ཨ་ནི་ཨ་རི་གི་ངན་ན་དེ་འདྲའི་དཔལ་འབྱོར་གྱི་ཉེས་བོ་བཏང་གི་མིན་ལ་ཉེས་དེ་ད་ག་ལ་ཧ་ཙམ་གསལ་བོ་ཅིག་ཨ་ཆགས་ཡོང་གི་འདུག་བ་འོ་དེ་འདྲ་སོང་ཙང་ཨ་ནི་ད་གང་ལྟར། སྤྱི་བཏང་ང་ཚོ་ཁོ་ནེ་ཙོའི་གི་འཕོ་འགྱུར་དང་ཁྱེད་ཡོང་ནས་བལྟ་བ་ཡིན་ན་ད་སྤྱི་བཏང་ཨ་རི་གི་ངན་ན་རྒྱ་གར་ལ་དེ་འདྲའི་དཔལ་འབྱོར་གྱི་ཉེས་བོ་བཏང་དགོས་ཉེས་འདྲ་བོ་ཅིག་ཆགས་ཀྱི་ཡོད། ད་འདི་ག་རེད་ཟེར་ན་ཨ་ནི་ད་ལའི་ར་ཤི་ཡ་ངན་ན་ཡུག་རེན་ལ་དམག་བསྐྱོད་ཀྱི་སྐབས་སུ་ཨ་ནི་རྒྱ་གར་གྱི་ངན་ན།

ར་ཤེས་ཙམ་སྣུམ་བྱེ་བོ་ཞིག་ཉེ་རུ་བ་རྡོག་རྡོག་བྱེད་ན་ར་ཤེས་དཀའ་ངལ་དེ་རྒྱ་གར་གྱི་བསེ་རུ་བྱེ་བ་དང་གཅིག་པ་གཅིག་རྐྱང་རུ་བའོ། དེ་འདྲ་སོང་ཙང་ཨ་ནི་ད་དེའི་ཚེ་ལ་གང་ལྟར་བྱེད་ལུགས་ཆིག་ཐང་དུ་བལྟ་བ་ཡིན་ན་ཨ་ནི་རྒྱ་གར་གྱི་སྟེང་གི་ཚེ་གང་ལྟར་ནུབ་ཕྱོགས་རྒྱལ་ཁབ་ལ་གཏན་གྱི་མེ་ཡོད་སོགས་དང་ནུབ་ཕྱོགས་རྒྱལ་ཁབ་ལ་ཕག་སྐྱག་སྐྱག་ཞིག་ཉེ་རབས་ཅིག་བྱས་ཡ་རེད་དེ་ཡིན་ན་ཨ་རིག་གི་ད་རུང་ཡིན་ན་རྒྱ་གར་ལ་ད་དེ།

དེའི་ཁྲིད་ནི་ང་ཚོ་ཧ་གོ་ཡ་ཞིག་རེད། ད་དེ་ག་རེད་ཟེར་ན། ད་ད་ལྟའི་ཆ་ལ་གང་ལྟར་ཨ་རི་ལ་བསྙད་ཀྱི་སྟོབས་ཆེན་རྒྱལ་ཁབ་དེ་ལ། ཨ་ནི་ད་གང་ལྟར། ད་ལྟའི་ཆ་ལ་ཡིན་ན་རེད་མ་འོངས་པར་ཕུགས་རྒྱང་རིང་པོ་གི་དཀའ་ངལ་ཤུགས་ཆེ་ཆེ་སྤྲད་ཉེན་དེ་ར་ཤི་ཡའི་རྩ་བ་ཉིད་ལ་ཆགས་ཀྱི་ཡོད་མ་རེད། རེད་བ། ད་ཅིག་གནང་གོ་ར་ཤི་ཡ་ལ་ཉིད་དེ་དམག་དང། གང་གང་ལྟར་ད་ལོ་རྒྱུས་སྒང་ནས་གང་ཅིའི་ཐད་ནས་གོ་དུས་སྟོབས་ཆེ་བོ་ཡིན་རྒྱུ་དང་ཨ་ནི་དམིགས་བསལ་གྱི་ཨ་རི་ལ་ཐད་ཀར་དེ་འདྲ་གི་འགྲན་བསྡུར་བྱེད་ཐུབ་ཉེན་གྱི་རྒྱལ་ཁབ་ཅིག་ཡིན་པ་ཡིན་ན་ཡང་ད་དེ་ལོ་རྒྱུས་ཙམ་ཞིག་མིན་འདུག་ཨ་ནི་ད་ལྟའི་ཆ་ལ། དེ་དེ་འདྲས་ཀྱི་གནས་གང་ཞིག་དང་གལ་གནད་ཅིག་གལ་ཆགས་ཀྱི་ཡོད་མ་རེད། ཨ་ནི་ཨ་རི་ལ་དེ་ལས་ཡང་གལ་ཆེ་དེ། ད་རྒྱ་ནག་ཆགས་ཀྱི་ཡོད་རེད། ད་དོ་དོ་བཤད་བ་ན་ཕུགས་རྒྱང་རིང་པོ་གི་ཨ་རི་ལ་ན་ཚ་བཟོ་ཉེན་དེ་ཨ་ནི་རྒྱ་ནག་ཆགས་ཀྱི་ཡོད་རེད། འོ་དེ་འདྲ་སོང་ཙང་ཨ་ནི་ཨ་རི་གི་ཕུགས་རྒྱང་རིང་པོ་གི་བསམ་བློ་བཏང་རྗེས་ཨ་ནི་ད་ད་ལྟའི་ཆར་རྒྱ་གར་དང།